ད་ལྟ་ཁྱེད་ཀྱིས་གསན་བཞིན་པ་འདི་ནི། རྒྱལ་པོ་དྲི་མེད་ཀུན་ལྡན་གྱི་རྣམ་ཐར་བཞུགས་སོ། དེ་མ་ཐག་ཏུ་ལྷ་ཐམས་ཅད་དབང་དུ་བསྡུས་ནས་འབྲོག་སྡེ་ཆེན་པོ་ཞིག་ཏུ་གྱུར་ནས། འབྲོག་སྡེ་དེ་རྣམས་ཀྱིས་རྒྱལ་པོ་ཡབ་ཡུམ་ལ་ཞབས་ཏོག་ཕུན་སུམ་ཚོགས་པ་བྱས་སོ། ལྷའི་དབང་པོ་བརྒྱ་བྱིན་གྱིས་ཕྱག་བཙལ་ནས་ཞུས་པ། ལྷ་ཡི་དབང་པོ་མཆིས་ཚུལ་དམ་པ་ཁྱོད། ཚིག་འདི་བློས་བཏང་ཕྱི་མའི་དོན་ཆེན་འགྲུབ། འགྲོ་དོན་མཐར་ཕྱིན་བླ་མེད་མངོན་སངས་རྒྱས། འཇིག་རྟེན་སྒྲོན་མེ་མཛད་པའི་ངོ་མཚར་ཅན། སྐྱེས་བུ་དམ་པ་ཁྱེད་ལ་ཕྱག་འཚལ་ལོ། འཛམ་གླིང་འགྲན་ཟླ་མེད་པར་རྙེད་གྱུར་ཅིག། ཅེས་ཞུས་སོ། དེ་ནས་རྒྱལ་པོ་ཡབ་ཡུམ་གྱིས་ལམ་འགའ་ཞིག་ནས་ཕྱི་མིག་བལྟས་པས། འབྲོག་སྡེ་འཇའ་ཡལ་བ་བཞིན་དུ་སོང་ངོ། ཡང་བྱོན་པས་ཁྱེའུ་དཀར་པོ་ལག་ན་ཤེལ་དཀར་གྱི་ཁྲི་དབང་འཛིན་པ་ཞིག་དང་འཕྲད། དེར་ཁྱེའུ་ན་རེ། རྒྱལ་པོ་ཆེན་པོ་འདི་ནས་དཔག་ཚད་གཅིག་ཙམ་ཕྱིན་པ་ན། ཚངས་པའི་ལྷས་མཆོད་པ་བྱེད་པ་ཡོད་དོ་ཟེར་མི་སྣང་བར་གྱུར་ཏོ། དེ་ནས་ཡང་བྱོན་པས་ཆུ་བོ་ཆེན་པོ་ཞིག་གི་འགྲམ་དུ་ཚངས་པས་སྤྲུལ་པ་བྱས་ཏེ། གྲོང་ཁྱེར་ཆེན་པོ་ཞིག་ཏུ་སྤྲུལ་ནས་རྒྱལ་པོ་ཡབ་ཡུམ་ལ་ཞག་བདུན་གྱི་བར་མཆོད་པ་བྱེད་དོ། དེ་ནས་ཡབ་ཡུམ་བྱོན་པར་ཆས་པ་དང། ཚངས་པས་ཁྱེའུ་ཡི་གཟུགས་སུ་བྱས་ནས་སྨྲས་པ། རྒྱལ་པོ་ཆེན་པོ་གནས་འདིར་བཞུགས་སུ་གསོལ། ཁྱིམ་ཁ་ལོངས་སྤྱོད་དགོས་པ་བདག་གིས་འབུལ། འཇིག་རྟེན་བྲན་གཡོག་ཕོ་མོ་བདག་གིས་འབུལ། ཡབ་ཀྱི་བཀའ་ཡི་ཆད་པ་འདི་ནས་བྲལ། བདུད་རི་ཧ་ཤང་ཞེས་པའི་གནས་ངན་དེར། བཀྲེས་ཟིང་གདུག་པ་ཅན་དང་གཅན་གཟན་ཚོ། བཟོད་གླགས་མེད་པ་ཚུར་དུ་རྔམས་པ་ཡོད། ས་རྩུབ་རི་ནག་འཇིགས་པ་ཆེ་བའི་གནས། ཞེས་ཞུས་པ་དང། རྒྱལ་བུས་སྨྲས་པ། ཚེ་སྔོན་བསོད་ནམས་བསགས་པ་ཡིས་ལོངས་སྤྱོད་མཛད་པ་མེད་པ་བྱུང། དཀར་པོ་དགེ་བའི་ལས་ལ་དད། ང་ལ་མཆོད་པ་བྱས་པ་ཡིན། འདོད་དགུ་འབྱུང་བའི་ལོངས་སྤྱོད་ལ། འདི་ལ་ཞེན་ཅིང་ཆགས་གྱུར་ན། རྣམ་གཡེང་བདག་གི་དགེ་བའི་ལས། མེ་འཕེལ་སྒྲིབ་ཅིང་ཆགས་པར་འགྱུར། ཁྱད་པར་ཡབ་ཀྱིས་གསུངས་པའི་བཀའ། ཁྱད་དུ་བསད་པར་བྱས་ན་ནི། ཁོ་བོ་དམ་ཚིག་ཉམས་པར་འགྱུར། དེ་བས་ད་ལྟ་ཉིད་དུ་འགྲོ། ཞེས་གསུངས་ནས་བྱོན་པ་དང་གྲོང་ཁྱེར་མེ་ལོང་ལ་ཧ་བཏབ་པ་བཞིན་དུ་ཡལ་སོང། དེར་རྒྱལ་བུའི་ཞལ་ནས་ངས་དཀོན་མཆོག་ལ་གསོལ་བ་བཏབ་པའི་འབྲས་བུ་ཚེ་འདི་ཉིད་དུ་འབྱུང་བ་ཡིན་གསུངས། དེ་ནས་ཡང་བྱོན་པས་ནགས་མཐུག་པོ་ཉི་མ་བསྒྲིབས་པ་ཤིན་ཏུ་སྐྱོ་བའི་གནས་ཤིག་ཏུ་སླེབས་ཏེ། གར་གཏད་གར་འགྲོ་མ་ཤེས་པའི་ཚེ། རྣལ་འབྱོར་པ་སྐྲ་སྤྱིའུར་བཅིངས་པ་སྨ་ར་དང་སྨིན་མ་གསེར་འཁྱུག་གི་ཡོད་པ། ལག་ན་དགྲ་མོ་རུ་ཐོགས་པ་ཞིག་དང་འཕྲད་པས། ཁོང་ན་རེ། མི་ཁྱོད་ཧམ་པ་ཆེན་པོ་ཞིག་འདུག། སྔར་ཡུལ་ག་ནས་ཡོང་བ་ཡིན། ད་ཅི་ལ་འགྲོ་བསམ་པ་ཡིན། མིང་ལ་ཅི་ཟེར། འདི་ནས་དཔག་ཚད་བརྒྱ་ཕྱིན་པ་ན་བདུད་རི་ནག་པོ་ཧ་ཤང་ཞེས་བྱ་བའི་ས་དགོས་ལ་རོང་ཚུར་བ། རྡོ་ཚ་རྡོག་ཙམ་གྱི་གྲིབ་ནག་དུང་ཞིང་ཙམ་ཡོད་པ། དུག་ཤིང་གི་མེ་ཏོག་རྒྱས་པ། དུག་མཚོ་རྦ་རླབས་སུ་ཁོལ་བ། དུག་སྦྲུལ་གྱི་ཁ་རླངས་ནམ་མཁའི་སྤྲིན་ལྟར་འཐིབས་པ། ལྷ་འདྲེ་གདུག་པ་ཅན་ཉིན་མཚན་མེད་པར་འཚོགས་བྱེད་ཅིང་སྲོག་གཅོད་པ། གཞན་ཡང་གཅན་གཟན་སེང་གེ་དང། སྟག་དང་ཁྲེས་དང་དོམ་ལ་སོགས་ཏེ། གཅན་གཟན་གདུག་པ་ཅན་ཐམས་ཅད། མིའི་དྲི་ཚོར་ན་བཟོད་གླགས་མེད་ཅིང་ཟ་བ། མཐོང་བ་ཙམ་གྱིས་འཇིགས་ཤིང་སྐྲག་པར་བྱེད་པའི་ནད་ཡོད། གཞན་ཡང་ལམ་བར་ལ་འཇིགས་སྐྲག་གི་སྡུག་བསྔལ་བསམ་གྱིས་མི་ཁྱབ་པ་ཡོད་ཟེར་རོ། དེར་རྒྱལ་བུའི་ཞལ་ནས་ང་རྒྱལ་པོ་དྲི་མེད་ཀུན་ལྡན་ཞེས་བྱ་བ་དེ་ཡིན། སྔར་བི་ཏའི་རྒྱུད་ནས་ཡོང། ད་བདུད་རི་ཧ་ཤང་ལ་འགྲོ་བ་ཡིན་གསུངས་པས། རྣལ་འབྱོར་པ་ན་རེ་རྒྱལ་པོ་དྲི་མེད་ཀུན་ལྡན་བྱ་བ། ནོར་རྒྱལ་སྲིད་ཐམས་ཅད་སྦྱིན་པ་ལ་གཏོང་ཟེར་བ། སྔར་རྣ་བས་ཐོས། ད་མིག་གིས་མཐོང་བས་བདག་ཀྱང་བསོད་ནམས་བསགས་པ་ཡིན། ད་འདི་ནས་དཔག་ཚད་གཅིག་ཕྱིན་པ་ན། ན་ག་ར་བྱ་བའི་ཆུ་ཡོད་དེ། གཡས་སུ་བཞག་ནས་ཕྱིན་པ་ན་གཅན་གཟན་འགྲོ་བའི་སེམས་ལམ་ཡོད་པས་དེ་ལ་འབྱོན་པར་ཞུ། སྐྱེ་བ་ཕྱི་མ་འཇལ་བའི་སྨོན་ལམ་ཞུ། ཞེས་གསུངས་ནས་མི་སྣང་བར་གྱུར་ཏོ། དེ་ནས་ཡང་བྱོན་པས་ནགས་མཐུག་པ་འབྲི་སྲིན་གདུག་པ་ཅན་ཐམས་ཅད་ཉིན་མོ་ཡང་མཐོང་བ། གཅན་གཟན་ཐམས་ཅད་ཚུར་བརྒྱུག་ཅིང་སྐད་འདོན་པ། དུག་ཆུ་ཁོལ་མའི་རྦ་རླབས་འགྲོགས་པ་ཞིག་ཏུ་སླེབས་སོ། དེ་དུས་བཟང་མོ་འཇིགས་ཤིང་སྐྱོ་ནས་སྨྲས་པ། ཨེ་མ་འདི་འདྲའི་གནས་འདི་ཅི་ཞིག་ཡིན། འདྲེ་སྲིན་འབྱུང་པོ་ཉིན་མོ་མཐོང་བ་དང། རྫུ་འཕྲུལ་ཆེ་ཞིང་ཆོ་འཕྲུལ་སྟོན་པ་འདི། འཆི་བདག་བདུད་ཀྱི་གྲོང་ཁྱེར་ཡིན་པ་འདྲ། སྟག་དང་སེང་གེ་གཅན་གཟན་ལ་སོགས་ཏེ། མེ་དྲེད་མཆེ་བ་གཙིགས་ཤིང་རྔམས་པ་མཐོང། དུག་ཆུ་ཁོལ་མའི་རྦ་རླབས་སེམས་པ་སྐྱོ། འདི་ནས་ཐར་བའི་དུས་ནི་མི་འདུག་པས། ད་ནི་སྲོག་གི་འདུ་བྱེད་སྟོང་བ་འདྲ། བླ་མ་ལྷ་དང་སྐུ་མཆོག་རིན་པོ་ཆེ། བདག་ཅག་བཟའ་མི་གཉིས་ཀྱི་ལམ་སྣ་དྲོངས། ཞེས་སྨྲས་པ་དང། རྒྱལ་པོའི་ཐུགས་དགོངས་ལ་བཟང་མོ་འཇིགས་པ་ཡིན་པར་འདུག་དགོངས་ནས་སྨྲས་པ། འདྲེ་དང་འབྱུང་པོ་ལྷ་རླུང་གནོད་སྦྱིན་ཚོགས། མིའམ་ཅི་དང་ས་བདག་སྟོབས་པོ་ཆེ། སྟག་དང་སེང་གེ་འཕར་བ་སྤྱང་ཀིའི་ཚོགས། མེ་ཁྲིད་ལགས་སོ་གཅན་གཟན་ཚོགས་རྣམས་ཀུན། ད་ཅི་བདག་ལ་དགོངས་ཞེས་གསན་དུ་གསོལ། བདག་ནི་སྟོང་པའི་བློ་དང་ལྡན་པས་ན། ལུས་དང་སྲོག་ལ་ཕངས་པ་མི་འདུག་སྟེ། མི་འདི་བཟང་མོ་སེམས་ཉིད་བདེ་བའི་ཕྱིར། ཁྱེད་ཅག་གནོད་སེམས་གདུག་རྩུབ་མ་བྱེད་པར། བྱང་སེམས་བརྟན་ཞིང་གནོད་པ་མ་བྱེད་ཅིག། ཞི་བ་ཆེན་པོའི་ངང་ལ་གནས་སུ་གསོལ། ཅེས་གསུངས་པ་དང། དྲི་ཟིན་གདུག་པ་ཅན་ཐམས་ཅད་གནོད་པ་མི་བྱེད་ཅིང་ཞི་བའི་ངང་ལ་གནས་སོ། གཅན་གཟན་གྱི་ཚོགས་རྣམས་ཀྱང་གནོད་པ་མི་བྱེད་པར། རང་དང་འདྲིས་པའི་ཁྱི་བཞིན་དུ། མཇུག་མ་དྲིལ་ཞིང་བསུ་བ་བྱེད་དོ། ཕྱའི་ཚོགས་རྣམས་ཀྱང་སྙན་པའི་སྒྲ་སྒྲོགས་ཤིང་བསུ་བ་བྱེད་དོ། དེ་ནས་བྱོན་པས་བདུད་རི་ཆེན་པོ་དེར་ཕེབས་སོ། རི་དེ་ཡང་ཕུག་ན་གངས་རི་དཀར་བ། འདར་ན་རྫ་རི་དམར་བ། བར་ན་ཆུ་ཕྲན་འབབ་པ་ཞིག་འདུག། རྒྱལ་བུས་རི་དེ་ལ་ཕེབས་པ་ཙམ་གྱིས་ཤིང་སྐམ་པོ་ལ་ལོ་འདབ་རྒྱས་པ། ཆུ་མིག་སྐམ་པོ་ལ་ཆུ་རྡུལ་འབྱུང་ངོ། དེའི་དུས་རི་དེ་ལ་གནས་པའི་ལྷ་ཀླུ་གནོད་སྦྱིན་དྲི་ཟ་སྲིན་པོ་དག། ཤ་ཟ་གྲུལ་བུམ་འབྱུང་པོ་རོ་ལངས་དང། ནམ་མཁའ་ལྡིང་དང་མིའམ་ཅི་ལ་སོགས་པ་ཐམས་ཅད། སྟག་དང་གཟིག་དང། དོམ་དང་དྲེལ་དང་སྤྱང་ཀི་དང་ཅི་ཆང་ལ་སོགས་པ། གཅན་གཟན་དུ་མ་དང་གླང་པོ་ཆེ་དང་མ་ཧེ་དང་ཁྱུ་མཆོག་ལ་སོགས་པའི་རི་དྭགས་ཀྱི་ཚོགས་རྣམས་དང། ཁྲུང་ཁྲུང་དང་ངང་པ་དང་ངུར་པ་རྨ་བྱ་ལ་སོགས་ཏེ། འདབ་བརྒྱའི་ཚོགས་རྣམས་དང། གཞན་ཡང་རི་དེ་ལ་གནས་པའི་སྲོག་ཆགས་ཀྱི་རིགས་འདུས་ཏེ། རྒྱལ་པོ་ཡབ་ཡུམ་ཉིད་ལ་བསུ་བ་བྱས་སོ།